དང་རང་གི་སེམས་ཁམས་ལ་དཀའ་ངལ་འཕྲད་བཞིན་པའི་བུད་མེད་ཚོ་ལ། རང་ཉིད་ཀྱི་ཉམས་མྱོང་ལས་བྱུང་བའི་སྐད་ཆ་ཁ་ཤས་ཤིག་མཉམ་ཞུ་བྱེད་འདོད་བྱུང་སོང། ངས་དེ་རིང་གི་སྐད་ཆ་འདི་ད་ལྟ་བདེ་སྐྱིད་ལྡན་བཞིན་པའི་བུད་མེད་ཚོའི་སྣང་མེད་སུ་བཞག་ཡོང་ན་ཡང་ཆོག། ང་ཚོས་རྒྱུན་པར་སུ་སེམས་ཁྲལ་བྱེད་རྒྱུ་གཙོ་བོ་དེ། རང་གི་རྒྱལ་བསྟན་གྱི་མི་དེ་ང་དང་ཁ་བྲལ་འགྲོ་ན་ཅི་ཤེས། རང་གི་ཡིད་ཆེས་སའི་མི་དེས་ང་ལ་ངོ་ལོག་བཤད་ཡོང་ན་ཅི་ཤེས། མི་གཞན་གྱིས་ང་ལ་གནོད་པ་བྱེད་ཡོང་ན་ཅི་ཤེས་བསམ་ནས་དུས་ནམ་ཡང་སེམས་ཁྲལ་བྱེད་འདོད་རྒྱུ་དེ་ཕར་བཞག་སྟེ། ང་ཚོས་ངེས་པར་དུ་རང་ཉིད་ལ་ནུས་པ་ཡོད་པའི་བུད་མེད་ཞིག་ཤེས་ཨེ་ཐུབ་བལྟ་དགོས་ས་རེད། རང་ཉིད་ཀྱི་ནུས་པ་དེ་ནི། ཡིན་གཅིག་མིན་གཉིས་བརྒྱུད་དཔལ་འབྱོར་ཆེན་པོ་ཞིག་དང། ཐོ་གོ་ས་མཐོན་པོ་ཞིག་བྱེད་རྒྱུ་དེ་ལ་ཡང་ངེས་པ་མི་འདུག། ཁྱད་པར་དུ་ང་ཚོས་ཕར་བའི་བོད་ཀྱི་བུད་མེད་ཚོ་ལ། དུས་ཡུན་ཐུང་ཐུང་ཞིག་གི་ནང་ལ་དཔལ་འབྱོར་ཆེན་པོ་ཞིག་དང་གོ་ས་མཐོན་པོ་ཞིག་ཡོང་དཀའ་མོ་རེད། གལ་ཏེ་ང་ཚོ་ལ་གློ་བུར་དུ་དེ་འདྲ་ཞིག་ཆགས་སོང་ན་ཡང། དེ་ལ་བེད་སྤྱོད་ཡག་པོ་ཞིག་གཏོང་མ་ཤེས་ན། ང་ཚོ་སྡུག་བསྔལ་ནང་དུ་ལྷུང་རྒྱུའི་ཉེན་ཁ་ཡང་ཡོད་ཀྱི་རེད། ངའི་ཟེར་གྱི་རང་ཉིད་ཀྱི་ནུས་པ་དེ་ནི། གཙོ་བོ། རང་གི་འཚོ་བའི་ཁྲོད་དུ་སྡུག་བསྔལ་ཅི་འདྲ་ཞིག་དང་འཕྲད་ན་ཡང། ཡོད་ཚད་དེ་དང་དུ་ལེན་ཐུབ་མཁན་ཞིག་དང། རང་གི་བྱ་བ་ཅི་ཞིག་ཡིན་ཀྱང་རང་གིས་ཐག་གཅོད་ཐུབ་པའི་ནུས་པ་ཞིག། རང་གི་བྱ་བ་དེ་ཐག་གཅོད་བྱས་རྗེས། ལས་འབྲས་མ་བྱུང་ན་ཡང་དེའི་མཇུག་འབྲས་དེ་ལ་འགན་འཁུར་ཐུབ་མཁན་ཡིན། ད་དུང་མུ་མཐུད་དུ། བྱ་བ་དེ་ཡང་བསྐྱར་མགོ་བརྩམས་ཏེ་སྒྲུབ་ཐུབ་པའི་སེམས་ཤུགས་ཤིག་དང། མུ་མཐུད་དུ་རང་ཉིད་རང་ལ་ཡིད་ཆེས་ཐུབ་པའི་ནུས་པ་ཞིག་ཆགས་ཐུབ་སོང་ན། ང་ཚོའི་འཚོ་བ་དང་སེམས་ཁམས་ཚང་མ་ལ་ཡར་རྒྱས་ཡོད་པ་མ་ཚད། དོན་དག་ཆུང་ཆུང་དེ་ཚོས་ང་ཚོའི་སེམས་ཁམས་ལ་གནོད་པ་ཆེན་པོ་བཟོ་ཐུབ་ཀྱི་ཡོད་ས་མ་རེད། དཔེར་ན། ཉིན་ཞིག་ལ་རང་གི་འཚོ་བའི་ཁྲོད་དུ་དཀའ་ཁག་ཆེན་པོ་ཞིག་དང་འཕྲད་ཡོང་དུས། བུ་ཡིན་ན་རོགས་པ་ཅི་གདའ་ཟེར། མདའ་མིན་ན་སྡུག་བསྔལ་ཆེ་ར་བཤད་འདུག་ཅི་སྟེ་ཕར་གཞག་སྟེ། ཨོ་ད་ལྟ་འདི། ངའི་མཇལ་ནུས་ད། ངའི་སེམས་ཁམས་ཚང་མ་ལ་སྦྱོང་བརྡར་བྱེད་དུས་ཀྱི་གོ་སྐབས་ཤིག་ཡིན་ཨ་བསམས་ཏེ་ཐོག་མར་དགའ་བ་སྒང་ནས་རང་གི་ཐག་གཅོད་ཞིག་ཨེ་ཐུབ་དུས་ད་ཐོག་དང་པོ་དང་བདག་ཏུ་ཐག་གཅོད་ཡག་པོ་ཞིག་སུ་གཅིག་ལ་མ་བསྟན་ནས་རང་ཉིད་ཀྱིས་བྱེད་ཐུབ་སོང་ན། ད་གཟོད་མུ་མཐུད་དུ་རྗེས་ཕྱོགས་རང་གི་བྱ་བ་ཡག་བཙོག་ཅི་འདྲ་ཞིག་ཡིན་ན་ཡང་འགྲུབ་ཐུབ་བསམ་རྒྱུའི་ཡིད་ཆེས་དང་སེམས་ཤུགས་དེ་དེ་ན་ཡང་ཐུབ་ཀྱི་ཡོད་ལེ་རེད། ང་ཚོས་དེ་འདྲའི་ཚོད་ལྟ་ཞིག་མ་བྱས་ན་ཆོས་འཇོན་ནུས་ཅན་ཞིག་ཡིན་དང་མིན་རང་གིས་ཀྱང་ཧ་གོ་ཐུབ་ལ་མ་རེད། ང་ཚོའི་བོད་ཀྱི་བུད་མེད་མི་ཉུང་བ་ཞིག་གིས། གཞན་ལ་བརྟེན་ནས་འཚོ་བ་རོལ་ཡོད། གཞན་གྱི་རོགས་རམ་དེ་ལ་རེ་སྒུག་བྱས་ཡོད་བསམ་གྱི་གང་ཤེས་ཤིག་ཡོད་ད་སྲིད།